ཐབས་མཁས་རྡོ་རྗེ་ཤཱཀ་ཐའི་རིང་ཁྲུང་ཆེན་གཤིན་རྗེ་མ་ཐོད་བདུད་རྒྱལ་སྤུངས་ལྗོངས་པ་གསེར་གྱི་ལྷུན་པོ་ལྟ་བུའི་བྱིས་པའི་གུར་ཤག་ཆེན་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེན་ལ་སྒོ་སྲུང་གུས་པ་ཆེན་པོ་ལྟོ་ཆག་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབས་པ་དེ་ག་རེ་ཆོས་ཡ་ཡིན་ཟེར་སོང་ན། ད་མང་པོ་ཁྱེད་ཀྱི་དཀར་ཟལ་སོང་ན་ཁྱེད་ཀྱི་རྗེ་བཙུན་དྲུག་མ་ལ་སོགས་མ་རྣམས་སྟབས་བདེ་ལྟ་བས་ཀྱི་སྐབས་སུ་ལ་ད་ག་འདྲས་ག་འདྲས་བྱས་ནས་སོ་སོ་ཅིག་བསམ་བཏང་གི་རེད། འོ་དེ་འདྲས་བྱས་ཙང་ནང་ད་དེ་མང་པོ་ཁྱེད་ཀྱི་དྲི་བ་བཏང་གི་འདུག་འོ་དེ་འདྲས་ཡིན་པ་སོང་ལ་ད་དེ་རང་རྗེ་བཙུན་དྲུག་མ་དང་འབྲེལ་བས་ཀྱི་སྐོར་ནས་ནས་སོ་སོ་ཚོགས་བསགས་སྒྲུབ་བྱང་ཆེ་ཐང་གི་སྐོར་ལ་ད་དེ་ས་ཅིག་མ་འདྲས་ཤིག་རྒྱག་ནས་ཞུ་གི་ཡིན། ད་དང་པོ་དེ་དཀར་ཟལ་སོང་ན་ཁྱེད་ང་ཚོ་ཆོས་ག་རེ་བྱས་པ་ཡིན་ན་ཡང། ག་རེ་ཟལ་སོང་ན་ཁྱེད་ད་ནང་པ་སངས་རྒྱས་པའི། ཅེས་ཕྱོགས་སུ་འགྲོ་བར་བྱེད་པ་ལ་སྐྱབས་འགྲོ་བསྒོ་བ་སོང་ཙང་ད་ག་རེ་བྱེད་དགོས་རེད་ཟེར་སོང་ན་བླང་དོར་གྱི་ལམ་སྟོན་པ་པོ་སངས་རྒྱས་དཀོན་མཆོག་ལ་སྐྱབས་སུ་མཆིའོ། ཨ་ནི་ཆོས་དངོས་ཨ་ནི་འགོག་བདེན་དང་ལམ་བདེན་གཉིས་ལ་སྐྱབས་སུ་མཆིའོ། དེ་བཞིན་རྒྱུད་ལ་བདེན་པའི་དགེ་འདུན་དཀོན་མཆོག་དེ་ལ་སྐྱབས་སུ་མཆིའོ་བསམ་པས་དེ་སྐྱབས་འགྲོ་དེ་གལ་ཆེན་པོ་རེད། འོ་དེ་འདྲ་ཡིན་པར་སོང་ཙང་ད་དེ་འདྲས་ཀྱི་ག་རེ་ཟེར་སོང་ན་ཅེས། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལ་ཨ་ནི་ཅིག་སངས་རྒྱས་དགོངས་པ་མ་རྟོགས་གི་བར་དག་ནས་སྐྱབས་སུ་མཆི་གི་ཡིན་བསམ་པ་དེ་བྱེད། ད་དེ་ཡང་ཅིག་རང་གཅིག་པུ་ཤེས་དེ་མ་ཡིན་པར་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་དགོངས་པ་ཐོབ་པར་བྱའོ་སྙམ་པའི་གི་དེ་འདྲའི་གི་བློ་དེ་ད་ཐེག་ཞིང་སེམས་བསྐྱེད་ཀྱི་ཉམས་ལེན་དེ་དཔེ་མ་ཟད་གལ་ཆེན་པོ་རེད་གང་ཡིན་ཟེར་ན་སྐྱབས་འགྲོ་གི་ཉམས་ལེན་ཡོང་ན། ནང་པ་སངས། དེ་གི་སེམས་དཔའི་གི་ལུས་ངག་ཡིད་གསུམ་དགེ་བ་ག་རེ་བྱས་ནའང་ནང་པ་སངས་རྒྱས་ཆོས་སུ་འགྲོ་གི་ཡོད་རེད། ཨ་སྐྱབས་འགྲོ་གི་ཉམས་ལེན་གི་མ་བྱས་ན་ནང་པ་སངས་རྒྱས་ཆོས་སུ་འགྲོ་གི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་རྗེས་དགོངས་ཕྱོགས་སུ་ན་སྐྱབས་སུ་འགྲོ་བའི་སྒོ་ནས་ལུས་ངག་ཡིད་གསུམ་གྱི་དགེ་བ་ག་རེ་བྱས་ན་ནང་པའི་ཕྱོགས་སུ་འགྲོ་བ་ཡོད་པ་སོང་ཙང། ཐོག་མར་དེ་ལ་ཟད་ད་དགོངས་ཕྱོགས་སམ་ན་ནི་རྗེས་སྐྱབས་སུ་འགྲོ་བ་ཡིན་བསམ་པའི་སྐྱབས་སྟོང་པ་པོ་སངས་རྒྱས་དཀོན་མཆོག་སྐྱབས་དངོས་ཤུགས་དཀོན་མཆོག། དེ་ནས་སྐྱབས་འགྲོ་དཔལ་གྱི་ཟླ་གྲོགས་དགེ་འདུན་དཀོན་མཆོག་དེ་གསུམ་ལ་ནི་བྱང་ཆུབ་སྙིང་པོ་བར་དུ་སངས་རྒྱས་དགོངས་པ་མ་ཐོབ་བར་དུ་སྐྱབས་སུ་འགྲོ་བ་ཡིན་བསམ་པ་དེ་ནས་སྐྱབས་འགྲོ་གཅིག་བྱས།

ཨོ་ཐིག་གི་དཀར་ཟལ་སོགས་ནང་བཞིན་ཀུན་སློང་དེ་གསན་ཏེ་ཨོ་ན་ལུས་ངག་ཡིད་གསུམ་གྱི་དགེ་བ་གར་བྱེད་ན་ད་དེ་ཐེག་པ་ཆེན་པོའི་ཕྱོགས་སུ་འགྲོ་གི་ཡོད་རེད། ཨོ་ད་དེ་དཔེ་མ་ཟད་པའི་གེགས་ཆེན་པོ་དང་པོ་དེ་སྙིང་ངེས་པ་དེ་དགོས་རེད། ད། ཚང་མ་རྐྱེན་སོང་ཡང་དང་པོ་དེ་སེམས་ཅན་ཐམས་ཅད་དོན་སངས་རྒྱས་དགོངས་པ་ཐོབ་པར་བྱ་སྙམ་པའི་བློ་བསམ་དང་ད་དེ་བསྐྱེད་དེ་ཨོ་ན་དཀོན་མཆོག་ཚང་ནས་སྐྱབས་སུ་འགྲོ་བསམ་དེ་འདྲའི་སྐྱབས་འགྲོ་དང་སེམས་བསྐྱེད་གཉིས་ད་དཔེ་མ་ཟད་ཡབ་དགེ་ཆེན་པོ་རེད་ད་ཡོད་ན། དེ་ཡོད་ན་ནི་སོ་སོ་སྐྱབས་འགྲོ་ཟིན་པར་བརྟེན་ནས་སོ་སོ་ལུས་ངག་ཡིད་གསུམ་གྱི་བསྐལ་པ་ག་རེ་བྱས་ན་དེ་ཚོ་ཙམ་ལ་ནང་པ་སངས་རྒྱས་པའི་ཕྱོགས་སུ་འགྲོ་བ་དང། ཡང་ན་ཐེག་ཆེན་སེམས་བསྐྱེད་ཀྱི་ཟིན་པའི་བསྐལ་པ་ག་རེ་བྱས་ན་ཐེག་ཆེན་བའི་སྡིག་པ་ཆེན་པོའི་ཕྱོགས་སུ་འགྲོ་བ། འོ་ད་འདི་གཉིས་པས་མ་ཟད་པའི་གལ་ཆེན་པོ་རེད། ད་དེའི་སྒང་ལ་ད་ག་རེ་བྱེད་དགོས་རེད་ཟེར་སོང་ན། ད་སྐབས་སུ་བབས་པ་དེ་ཅིག་རྗེ་བཙུན་སྒྲོལ་མ་ལ་ཨ་ནེ་ཅི་སོགས་སྨོན་ལམ་སྟབས་བདེ་མཁན་དེ་འདྲ་ཡིན་སོང་ན། ད་རྗེས་གར་ཟེར་སོང་ན་གསོལ་འདེབས་ཀྱི་ཚིག་དག་མང་ཉུང་ཟེར་མང་ཉུང་ལས་མ་ཐོབ་པས་གཙོ་བོ་དེ་གར་ཟེར་སོང་ན་ཚོད་སོ་སོ་གི་ཅིག་བསམ་མནོ་བཏང་ཡོང་དུ་དཔེ་གལ་ཆེན་པོ་ཆགས་དེ་ཡོད་རེད། ད་དང་པོ་དེ་གར་ཅིག་གར་ཟེར་སོང་ན་ཅེས་སོ་སོ་མདུན་གྱི་ནམ་མཁའ་དེ་ལ་ཨ་ནེ་ཅིག་རྗེ་བཙུན་སྒྲོལ་མ་དངོས་སུ་བཞུགས་ཡོད་བསམ་པ་བཅས་གང་ཞིག་མོ་བ་གཙོ་བྱས་ན་དེ་ཡི་མདུན་ལ་དོན་མ་བཞུགས་སོང་བ་ན་ཡིན་སོ་སོ་རང་ཉིད་ཀྱི་སེམས་ཀྱི་གཏིང་དག་མོ་བས་ཀྱི་ལྕོགས་དེ་ཡོད་ན་སོ་སོ་མདུན་གྱི་ནམ་མཁའ་ལ་རྗེ་བཙུན་སྒྲོལ་མ།

ད་འདི་ནས་གར་བྱས་ན་ཅིག། ཉམས་ལེན་བྱེད་ཤེས་མཁན་སྐྱོབ་མཁན་ཡིན་ན་དེའི་སྔོན་ལ་གར་བྱས་སོང་ན་ཅིག་ངེས་འབྱུང་དང་བྱང་ཆུབ་སེམས། སྟོང་པ་ཉིད་གསུམ་བཏང་ཡང་བསམ། དེ་གསུམ་དེ་བསམ་བཏང་ཡང་གལ་ཆེན་པོ་ཆགས་དེ་ཡོད་རེད། གང་ཡིན་ཟེར་སོང་ང་སོང་ན་རྗེ་བཙུན་སྒྲོལ་མ་ཟེར་དུས་མ་ལ། ད་དེ་ལྟ་བུའི་གར་བྱས་ཀྱི་རྗེ་བཙུན་སྒྲོལ་མ་འདིས། བདག་མེད་དོན་ལ་རྟོགས་པའི་ཤེས་རབ་སྟོང་ཉིད་རྟོགས་པའི་གཟུགས་རྣམས་ལྷར་ཤར། དེ་འདྲ་ཆགས་དང་དབྱེ་བ་སོང་ཙང་དེ་ཡང་གཅིག་སྟོང་ཉིད་དབྱིངས་ཆེན་སྙིང་པོ་ཅན་ཡང་གཅིག་གཟུགས་ནི་འཇུག་པའི་སྒོ་ནས་གནས་པས། རགས་པའི་གེགས་ནི་ལྷ་སྐུ་རྣམ་པར་ཤར་རུང་བའི་ཡིན་པར་སོང་ཙང་ད་དེ་འདྲའི་བསམ་སྟངས་ཤེས་མཁན་ཡིན་ན། ནི་གེགས་ཆེ་ཤོས་དེ་ག་རེ་བྱ་ཙང་དང་པོ་ངེས་འབྱུང་བསམ་སྟངས་ནི། དང་པོ་སྐྱེ་རྒ་ན་འཆིའི་སྡུག་བསྔལ་ཞིང་གི་ཕུང་པོ། ནི་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་སྤྱི་དང་ལྷག་པར་དུ་སྐྱེ་རྒ་ན་འཆིའི་སྡུག་བསྔལ་ཞིང་གི་ཕུང་པོ་འདི་རེ་བ་ཐར་བར་བྱེད་ཀྱི་ཡིན་སྙམ་པའི་བློ་གཅིག་རྐྱང་ནི་ཡང་བསམ་སྟངས་དེ་ངེས་འབྱུང་གི་ཚོགས་དེ་ཆེ་དེ་ལ་བརྟེན་ནས། དེ་འདྲའི་བློ་དེ་མདུན་གྱི་ནམ་མཁའ་དེ་ལ་མེ་ཏོག་པད་མ་རྒྱ་ཆེན་པོ་ཆགས་སོང་བསམ་པ་ཅི་བསམ་དང། ད་དེ་ནས་གར་ཟན་དེས་དེའི་རྗེས་ལ་མཐའ་ཡས་པའི་སེམས་ཅན་ཐམས་ཅད་དོང་ལ་སངས་རྒྱས་དགོངས་པ་ཐོབ་པར་བྱའོ་སྙམ་པའི་བློ་ཡང་ནས་ཡང་བསམ་དང། དེ་འདྲའི་བློ་དེ་དང་གིས་མེ་ཏོག་པད་མ་དེའི་སྒང་ལ་ཨ་ནི་བས། ཟླ་བའི་དཀྱིལ་འཁོར་ཉག་གང་བ་དེ་ནས་ཞིག་དང་ཟླ་བའི་སྟེང་འོག་དེ་ནས་ཞིག་དཀར་བོ་ཆགས་སོང་བསམ་པ་ཅི།

ཨ་ནི་ག་རུ་ཟད་སོང་ན་ཟླ་བའི་དཀྱིལ་འཁོར་དེའི་སྒང་ལ་ཨ་ནི་གཏམ་ཡིག་ཞིག་གི་ཡི་གེ་གཏམ་ཡིག་ཅིག་གཏམ་ཡིག་ལྗང་གུ་ཅིག་བསམ་དང་བཏང། ད་དེ་ནས་གཏམ་ཡིག་ལྗང་གུ་དེ་ལས་བར་ཡར་འོད་ཟེར་འཕྲོས་ནས་ཕྱོགས་བཞི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་མཆོད་པ་ཕུལ། མར་འོད་ཟེར་འཕྲོས་ནས་རིགས་དྲུག་གི་འཁོར་བ་བྱེད་དང་བྱེ་བྲག་གི་ཐུགས་ངན་ཚང་བ་མེད་པར་ཆགས་སོང་བསམ་པ་བྱས། དེ་འོད་ཟེར་དེ་གཉིས་ཀ་སར་འདུས་ནས་གཏམ་ཡིག་ལ་མཐུན་པ་ལ་བརྟེན་ནས་ཨ་ནི་རྗེ་བཙུན་སྒྲོལ་མ་སྐུ་མདོག་ཕྱག་མཚན་ཡོངས་སུ་རྫོགས་པའི་རྗེ་བཙུན་སྒྲོལ་མ། གོ་བདེ་ཡོངས་སུ་གྱུར་པ་ལས་ཨ་ནི་ཕྱི་ཚུལ་སྒྲུབ་མ་ད་གར་ཚེ་འདི་སྒྲུབ་མ་གཉིས་རྩ་གཅིག་ནང་གི་ལྷ་ཡི་གཙོ་བོ་སྟེ་ཨ་ནི་ཕྱི་གི་ཕྱི་ཚུལ་སྒྲུབ་མ་ཀུན་ཏུ་སྦྱང་དགོས་ད་ཞེས་བགྱི་ཨང་བྲག་ཆ་ཚང་གི་ལས་བཞི་ག་གེ་ནི་དངོས་གྲུབ་སྒྲུབ་མཁན་ནི་ཕྱི་ཚུལ་སྒྲུབ་མ་སྦྱང་གི་ཆ་དུ་ཡོད་རེད་ཨོ་དེ་རྗེ་བཙུན་སྒྲུབ་མ་ཀུན་ཏུ་སྦྱང་དགོས་ཀྱི་དེ་ལ་གར་ཚེ་སོང་ན་ཆེ། ཆུ་བོ་འོམ་འདྲེན་པ་ཨ་ནི་ཆེ་སྙིང་ག་གཏམ་ཡིག་གི་ཚད་ལྡན་མཁན་དེ་ནི་ཀུན་ཏུ་སྦྱང་དགོས།

འོ་དེ་འདྲ་བྱེད་ཀྱི་ད་དེ་ལ་བྱེད་སྒྲོལ་མ་གཉིས་ཀྱི་རྩ་གཅིག་དང་དེའི་མཐའ་འཁོར་དུ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐོར་ནས་འོ་དར་བཞུགས་ཏེ་ཡོད་བསམ་མེད་ཀྱི་དེ་འདྲའི་གི་མོ་བ་བྱེད། ཨང་གར་དེ་ཅི་སྟེ་ངེས་མེད་དེ་གར་སེམས་དེ་ལྟ་བུའི་གཅིག་ངེས་འབྱུང་དང་བྱང་ཆུབ་སེམས་དང་ཡང་དག་པའི་ལྟ་བ་དེ་བསམ་གཏང་ཐུབ་ཀྱི་མེད་ན། བསམ་གཏང་མ་ཤེས་མཁན་ཅིག་ཡིན་ན་ད་སོ་སོ་གི་མདུན་གྱི་ནམ་མཁའ་དེ་ལ་ཨ་ནི་རྗེ་བཙུན་སྒྲོལ་མ་ལ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐོར་ནས་ད་སྔོ་སེམས་པས་བཞུགས་ཏེ་ཡོད་བསམ་པ་བྱེད་དེ་འདི་འདྲའི་མོ་བ་བྱེད། ད་དེ་མོ་བ་ཕྱི་ཚ་བའི་རྗེས་ལ་ད་རྗེ་བཙུན་སྒྲོལ་མ་ལ་བསྟན་ནས་ཚོགས་བསགས་སྒྲུབ་བྱང་བྱེད་ཀྱི་རེད་ཚོགས་བསགས་སྒྲུབ་བྱང་འདི་ད་སྤྱི་དང་ཚོགས་བསགས་སྒྲུབ་བྱང་མང་པོ་ཡོད་ན་ཡིན་ལག་དོན་གྱི་སྒོ་ནས་ཚོགས་བསགས་སྒྲུབ་བྱང་བྱེད་ཡ་གལ་ཆེན་པོ་ཆགས་ཏེ་ཡོད་རེད་དེ། ད་དང་པོ་དེ་ག་རང་ཆགས་ཟེར་ན་སོ་སོ་མདུན་གྱི་ནམ་མཁའ་དེ་ལ་རྗེ་བཙུན་སྒྲོལ་མ་སྐུ་དངོས་སུ་བཞུགས་ནས་དེ་ལ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བསྐོར་ནས་བཞུགས་ཡོད་བསམ་པ་བྱེད་ད་མོ་བ་ཕྱེད་ད་དེ་ནས་ག་ལ་ཟེར་སོང་ན་དེ་ལ་ད།

ད་ཆོས་པ་ཕུལ་བའི་ཡན་ལག་ཟེར་དུས་མོ་ད་ཆོས་པ་ཕུལ་ཡག་དེ་རེད་ཨང་དོན་གྱི་ནམ་མཁའ་ལ་ཆོས་ཚུལ་འགྲོ་མ་ཁུག་ངོ་སོས་ད་ཕི་ཞོག་གོས་བསམ་པ་མོ་བ་ཞིག་ཡང་འབའ་སོང་ཙང་ད་དེ་ལ་སོ་སོ་གོས་ཅིག་ངོ་བོ་དེ་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་སག་ཞབས་པའི་གེགས་དེ་ནི་ལུས་ངག་ཡིད་གསུམ་གྱི་སག་ཞབས་པའི་གེགས་བ་ཡིན་པ་ལ་རྣམ་པ་དེ་ནི་ཆོས་ཡང་ཞབས་སེ་མེ་ཏོག་རྡོག་པོ་སྣང་སེ་དྲི་ཞབས་ཤེས་སེ་རི་མོ་ལ་སོགས་པ་མདོར་ན་ད་ཆོས་པའི་ངོ་བོ། བསམ་གྱིས་མི་ཁྱབ་པ་ས་དང་བར་ན་ནམ་མཁའི་ཁྱུང་ལྟར་ཡོངས་སུ་བཀང་ནས་ད་ཁྱེད་ཚོའི་འབྲུ་མ་ལ་བད་གར་ཟས་སོང་ན་ཕོད་ཡོད་བསམ་པ་བྱེད། འོ་ད་དེ་ཁྱེད་གར་ཟས་སོང་ན་ད་དེ་ཆོས་པ་བོད་པའི་ཡིན་ལགས་བྱས། འམ། དེ་ཆོས་པ་བོད་པའི་ཡིན་ལགས་ད་ཡིན་ལགས་གཉིས་པ་དེ་རེད། ད་དེ་ནས་གར་ཟས་སོང་དེའི་གི་རྗེས་ལ་གར་བྱས་གི་ད་ཤག་བོད་ཡིན་ལགས། རྟ་བཤགས་པའི་ཡན་ལག་ཟེར་དུ་མར་རྟ་བཤགས་པ་དེ་ནི་གར་སའི་སྟོབས་བཞི་དང་བྲལ་བའི་སྒོ་ནས་ནི་བཤགས་པ་བྱེད་དགོས་པར་སོང་ཙང། རྟ་དེ་གར་སའི་ནི་རྗེ་བཙུན་སྒྲོལ་མ་འཁོར་དང་བཅས་པ་ཐམས་ཅད་ལ་ནི་བྱང་ཆུབ་སྙིང་པོ་མ་ཐོབ་ཀྱི་བར་དེ་ནི་སྐྱབས་སུ་འགྲོ་བ་ཡིན་བསམས་པས། རྟ་དེ་ནི་སྐྱབས་སུ་འགྲོ་ཞེས་ཏེ། གར་སའི་སོང་ན་སྐྱབས་འགྲོ་ཆེ། རྟ་དེ་ནི་གར་སའི་སོང་ན་སེམས་སྐྱེད་ཟེར་ཏེ་མཐའ་ཡས་པའི་སེམས་ཅན་ཐམས་ཅད་དོང་ནས་སངས་རྒྱས་དགོངས་པ་ཐོབ་པར་བྱ། འམ་དེའི་ཕྱིར་དེ་རྟ་གར་སའི་སོང་སྟེ།

ལུས་ངག་ཡིད་གསུམ་གྱི་ཉམས་ལེན་བྱེད་པ་དེ་ལ་བརྟེན་ནས་སྡིག་པ་ཚང་མ་དག་གྲོགས་ཡོད་པ་ཚང་སུ་ཚང་མ་དེ་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཆགས་དེ་ཡར་བལྟ་སྟེ། ག་རེ་བཙལ་སོང་ན་ཞེས་དང་པོ། དང་པོ་དེ་ག་རེ་ཕྱག་བཙལ་བའི་ཡན་ལག་གཉིས་པ་དེ་མཆོད་པ་འབུལ་བའི་ཡན་ལག་ད་ལྟ་དེ་བཤགས་པའི་ཡན་ལག་བཤགས་པ་དེ་ལ་ནི་ག་རེ་སྟོབས་བཞིས་ཀུན་ནས་བཤགས་པ་བྱེད་ཀྱི་ཡོད་པ་ཚང་དང་སྐྱབས་འགྲོ་ཞེས་སེམས་བསྐྱེད་བྱེད་པ་བསྟན་གྱི་སྟོབས། ནི་སྔར་བྱས་ཀྱི་སྡིག་པ་ལ་དུག་ཁོང་དུ་སོང་བ་ལྟ་བུའི་འགྱོད་སེམས་བྱེད་པ་སུན་འབྱིན་པའི་སྟོབས་བྱིན་གྱིས་སྲོག་བརྒྱབ་པ། སྲོག་ལ་བབས་ཏེ་སྡིག་པའི་ལས་བྱེད་མིན་བསམ་པ་དེ་ཉེས་པ་ལ་འགྲོ་བའི་སྟོབས། ད་དེ་ནས་སྡིག་པ་དངོས་སུ་དག་ཅེས་དེ་ལས་ང་ཡི་སེམས་སྐྱེ་བར་སྤྲོས་པ་དེ་ལ་ད་གཉེན་པོ་ཀུན་ཏུ་སྤྱོད་པའི་དོགས་འདི་འདྲ་ཆགས་ཀྱི་ཡོད། འོ་དེ་ཅི་ད་དེ་གར་ཚད་སོང་ན་གསུམ་ཕྱིན་སོང་ང། དང་པོ་ཕྱག་འཚལ་བའི་ཡན་ལག་མཆོད་པ་འབུལ་བའི་ཡན་ལག་དེ་ནས་བཤགས་པའི་ཡན་ལག་ཕྱིན་སོང་ང། ད་དེ་བཞི་པ་དེ་གར་ཆགས་ཚད་སོང་ན་རྗེས་སུ་ཡི་རང་གི་ཡན་ལག་ཟེར་ད་རྗེས་སུ་ཡི་རང་ཟེར་དེ་མོ་ལ་ད། རྗེས་སུ་ཡི་རང་བྱེད་ཡག་དེ་ལ་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་བསགས་བྱ་བས་ཀྱི་དགེ་བ་ལ་ཨ་ནི་དཔེ་ཡག་པོ་བྱུང་སོང་བསམ་པའི་རྗེས་སུ་ཡི་རང་བྱེད་ཡག། དཔེར་ན་ད་རེས་པ་སོ་སོ་རང་ཉིད་ཀྱི་ལུས་སྒོ་ནས་ཕྱག་མཚན་སྐོར་བྱ་ངག་སྒོ་ནས་གང་གནང་གི་ཕྱིར་ཡིད་སྒོ་ནས་བྱམས་པ་གཉེར་ཞེས་གཞན་སེམས་བསྒོམ་པ་དང་ད་ལུས་ངག་ཡིད་གསུམ་གྱི་གཅིག་རང་དང་གཞན་འདི་དང་ཕྱི་མ་གནས་སྐབས་ལ་མཐར་ཐུག་ཕན་ཡང་གནས་འདི་གཅིག་ལུས་ངག་ཡིད་གསུམ་གྱི་བར་ག་རེ་བྱས་ཀྱང་ནི་བསམ་མནོ་དྲང་དོན་བསམ་དང་ནི་དཔེ་མ་ཟད་ཡག་པོ་བྱུང་སོང་ངོ་བསམ་ནས་ཡང་ནས་ཡང་བསམ་དང་ད་དེ་རང་གི་བར་ཇི་སྲིད་ཤེས་ན་བྱས་ཡག་ད་དེ་ནས་གཞན་གྱི་དགེ་བ་སྲིད་དུ་སོ་སོ་ལས་རྒྱུད་ཐ་དད་པའི་གནས་སེམས་ཅན་འོ་ད་གཟུགས་གཙང་མའི་དགེ་བ་ཇི་སྲིད་ཡིན་རང་ད་སོ་སོ་ལས་རྒྱུད་ཐ་དད་པའི་གནས་སོ་སོ་སྐྱེ་བོ་གཅིག་ཡིན་ན་ཡང་དེ་ལ་ད་ཁོ་རང་གི་ལུས་ངག་ཡིད་གསུམ་གྱི་བར་མང་པོ་ཞིག་དགེ་བ་སྣ་གཅིག་བསགས་ཀྱི་ཡང་དེ་ཚོ་ཚང་དཔེ་ཡག་པོ་རེད་བསམ་པ། ད་གང་ན་ཡིན་ཡང་ཚོགས་ལམ་དང་སྤྱོད་ལམ་སླེབས་བསྡད་མཁན་གང་ཟག་དེ་ཚོ་གི་ད། དཔེར་ན་ཐེག་ཆེན་ཚོགས་ལམ་སླེབས་བསྡད་མཁན་གང་ཟག་དེ་ཚོ་གི་ནི་ད་ཡི་བའི་སེམས་ཅན་ཐམས་ཅད་ལ་དམིགས་ནས། ཨ་ནི་གར་སེམས་དེ་ཚོ་ཐམས་ཅད་ལ་སྡུག་བསྔལ་དང་འཕྲད་འདོད་ཀྱི་སྙིང་རྗེ་བདེ་བ་དང་ལྡན་འདོད་ཀྱི་བྱམས་པ། ད་དེ་ནི་ད་ཡི་བའི་སེམས་ཅན་ཐམས་ཅད་དང་སངས་རྒྱས་དགོངས་པ་རྟོགས་པར་བྱ་བ་སྙམ་པའི་གི་བྱང་ཆུབ་སེམས་ད་དེ་ལ་བརྟེན་ནས། ཨ་ནི་བྱིན་པ་ཚུལ་ཁྲིམས་སོ་ཕག་བརྩོན་འགྲུས་བསམ་གཏན་ལ་སོགས་པའི་བསམ་པ་སེམས་ཀྱི་ན་འཇོག་ཕ་རོལ་ཕྱིན་པ་གྲོགས་ཀྱི་ཉམས་ལེན་བྱེད། ཡོངས་འདས་གནོད་སེམས་ལ་ཐོ་བ་བྱེད་ལམ་བསླབ་པ་གསུམ་གྱི་ཉམས་ལེན་བྱས་ནས་ད་དེ་འདི་གནང་གི་ཡོད་རེད་དེ་ཚོ་ཚང་མ་ཇི་སྲིད་ཡི་རང་ཡོད། བསམ་པ། ད་ལྟ་ང་རྣམས་ཀྱིས་འཕགས་པའི་ལམ་ལ་སླེབས་བསྡད་མཁན་གྱི་ནད་པའི་ཚིག། དེ་ཚོ་ཚང་མས་གིས་ད་ངོ་ནའི་དྲང་གནས་ཀྱི་དེ་ལྟ་བུའི་གི་ཞིག་ད། ཞི་རགས་ཟུང་འབྲེལ་གྱི་ཏིང་ངེ་འཛིན་ལ་བརྟེན་སྟོང་ཉིད་སྔོ་སོགས་འདོགས་པའི་ཤེས་རབ་ཀྱི་སེམས་དཔའི་གི་སྒོ་ནས་ད་བསམ་པ་སེམས་ཀྱི་སྐྱེ་བ་ཕ་རོལ་ཕྱིན་པ་འགྲོ་དགོས་སྙམ་ནས་ཅིག་ཡོད་རེད་དེ་ཚོ་ཚང་མ་ཇི་སྲིད་ཡིད་རང་ཡོད་བསམ་པ་བྱས། ད་ང་རྣམས་ཀྱིས་ཅིག་ཉལ་འདུག་དང་རང་རྒྱལ་དེ་ཚོ་གི་ཡང། ག་རེ་བྱས་ན་ཁམས་གསུམ་འཁོར་བ་ཐམས་ཅད་སྡུག་བསྔལ་གྱི་རང་བཞིན་ཅན་ནད་པའི།

ད་དེ་བཞི་པ་དེ་བྱིན་སོང་ང་ཕྱག་འཚལ་བ་མཆོད་པ་ཕེབས་པ་ནི་བཤགས་པ་རྗེས་སུ་ཡི་རང་བྱེད་བཞི་པ་དེ་བྱིན་སོང་ང་ད་ལྔ་བ་དེ་ཆོས་འཁོར་བསྐོར་བ་བསྐོར་བར་ཟད། ཇི་སྟེ་མོ་ད་མདུན་ན་བཞུགས་པའི་རྗེ་བཙུན་སྒྲོལ་མ་དང་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་བདག་དང་སེམས་ཅན་ཐམས་ཅད་ལ་གནོད་པའི་ཁམས་གསུམ་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ལས་ཐར་ནས་སངས་རྒྱས་དགོངས་པ་ཐོབ་ཡག་བྱས་ཏེ་བླང་དོར་གྱི་ལམ་བསྟན་རོགས་གནང་བསམ། ད་བད་གར་ཟེར་ནས་ཆོས་གསུང་རོགས་གནང་བསམ་ཡང་ནས་ཡང་བསམ་བདག་དེ་ཆོས་འཁོར་བསྐོར་བ་བསྐོར་བ་ཡིན་ལགས།

འོ་ད་དེ་གར་བྱས་སོང་ན་དྲུག་པ་དེ་དྲུག་པ་མྱ་ངན་ལས་མི་འདའ་བ་གསོ་བ་འདོད་པས་ཡིན་ནང་གསལ། ད་དེ་ནས་དེའི་རྗེས་ལ་ག་རེ། དགེ་བ་རྫོགས་བྱང་དུ་བསྔོ་བས་ཡིན་ནང་གསལ་ཏེ་ད། དེ་ལྟ་བུའི་གི་གར་བྱས་སོང་སོ་སོ་རང་ཉིད་ཀྱི། ལུས་ཀྱི་ཕྱག་མཚན་བསྐོར་བྱ་སྔགས་གང་དུ་འགལ་ཚུལ་དག་ཡིད་ཀུན་ནས་སྦྱངས་པ་ཉིད་ཀྱི་སྤྱན་ཟུང་བསྒོམ་པ་དང་ལྷག་པར་དུ་ད་དེ་རིང་གར་བྱེད་དེ་རེད། ཨ་མདུན་གྱི་ནམ་མཁའ་ལྟར་དང་པོ་རྗེ་བཙུན་སྒྲོལ་མ་ཡོད་བསམ་པ་བྱས་དེ་ལ་སྐྱབས་འགྲོ་སེམས་བསྐྱེད་བྱས། ད་དེ་ནས་ཆིག་ཆག་བརྩེགས་པ་དེ་ནས་མཆོད་པ་འབུལ་བ་ད་དེ་ནས་སྟོབས་བཞིས་བཤགས་པ་བྱས་པ། ད་དེ་ནས་ཅིག་རང་བཞིན་ཀུན་གྱི་དགེ་བ་བྱས་སུ་ཡི་རང་བྱེད་ཡ། འོ་ད་དེའི་རྗེས་ལ་ག་རེ་ཟེར་སོང་ན་ཕྱི་འཁོར་འཁོར་བ་ཀུན་དགུ་དེ་འདྲའི་སོགས་སྨོན་ལམ་བཏབ་ཡ་དེ་ནས་དགོངས་པ་མྱ་ངན་ལས་མི་འདའ་བ་སོགས་སྨོན་ལམ་བཏབ་ཡ་དེ་དེ་དེ་ལྟ་བུའི་ག་ལུས་ངག་ཡིད་གསུམ་གའི་དགེ་བ་མང་པོ་བསགས་ཡོད་པ་སོང་ཙང། འོ་དེ་འདྲའི་གི་དགེ་རྩ་རྣམས་ཕྱོགས་གཅིག་སྟེ་སྡོམ་པའི་གི་མཐུ་ལ་བརྟེན་ནས་ཨ་ན་ཅིག་བླ་མེད་གི་སྐུ་ཚེ་བརྟན་པ་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་ཨ་ལྷག་པར་དུ་ཅིག་རྗེ་བཙུན་སྒྲོལ་མ་འཁོར་དང་བཅས་པ་ཐམས་ཅད་ལ་ཨ་ན་ཅག་ཆོས་ཉིད་པོ་བར་འདོད་པའི་སྐྱབས་སུ་འགྲོ་ནས།

འོམ་ནི་བའི་འོད་ཟེར་དཀར་པོ་བྱུང། རང་དང་སེམས་ཅན་ཐམས་ཅད་ཀྱི་བས་སྤྱི་བོ་ལ་བར་དག་བྲིས་པ་ལ་བར་འོད་ཟེར་དཀར་པོ་གང་ནས་ལུས་ཀྱི་ནང་ཐམས་ཅད་འོད་ཟེར་དཀར་པོ་གང། ཐོག་མ་མེད་པ་ནས་བསགས་པའི་ལུས་ཀྱི་སྡིག་པ་མ་ལུས་པ་བས་སྦྱངས་ནས་རྗེ་བཙུན་སྒྲོལ་མའི་གི་སྐུ་ཡི་བྱིན་རླབས་མ་ལུས་པ་ཐོབ་སོང་བསམ་པ་བྱས། ད་ཡང་བསྐྱར་གསོལ་བ་མ་ལམ་བཏབ་པ་ལ་བརྟེན་ནས་རྗེ་བཙུན་སྒྲོལ་མ་འཁོར་དང་བཅས་པ་ཐམས་ཅད་དང་ཐོས་བསམ་སངས་རྒྱས་ཐམས་ཅད་ཀྱི་འདྲེན་པ་ཨ་ལས་པའི་འོད་ཟེར་དམར་པོ་མཚོ་དཔག་ཏུ་མེད་པ་ཕྱུང་ནས་རང་དང་སེམས་ཅན་ཐམས་ཅད་ཀྱི་མགྲིན་པའི་ནང་ཐམས་ཅད་བར་འོད་ཟེར་དམར་པོ་གང་ཨ་ཅིག་ཐོག་མ་མེད་པ་ནས་བསགས་པའི་ངག་གི་ཐིགས་པ་མ་རིག་པ་སྦྱངས་ནས་ཨ་ནི་རྗེ་བཙུན་སྒྲོལ་མ་དང་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་གནས་པའི་གསུང་གི་བྱིན་རླབས་མ་རིག་པ་ཐོབ་སོང་བསམ་པ་བྱས། ཡང་བསྐྱར་གསོལ་བ་མ་ལ་བཏབ་པ་ལ་བརྟེན་ནས་རྗེ་བཙུན་སྒྲོལ་མ་དང་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ཐུགས་བསྐྱེད་ཀྱི།

རང་དང་སེམས་ཅན་ཐམས་ཅད་ཀྱི་ལུས་ངག་ཡིད་གསུམ་རབ་འབར་ཐིམ་ནས། ནི་ཐོག་མ་མེད་པར་བསགས་པའི་ལུས་ངག་ཡིད་གསུམ་གྱི་སྡིག་པ་མ་ལུས་པ་སྦྱངས་ནས། དེ་གསུམ་སངས་རྒྱས་ཐམས་ཅད་དང་རྗེ་བཙུན་སྒྲོལ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་མ་ལུས་པ་ཐོབ་སོང་བསམ་པར་བྱས། བ་དག་དགའ་བར་བསྒོམ། ད་དེ་ནས་དུས་གསུམ་སངས་རྒྱས་ཐམས་ཅད་གར་གསལ་སོང་ན། སྒྲོལ་མ་ཉི་ཤུ་རྩ་གཅིག་ལ་འཐིམ། སྒྲོལ་མ་ཉི་ཤུ་རྩ་གཅིག་གི་བྱིན་པ་དེ་ཚོ་རྗེ་བཙུན་སྒྲོལ་མ་ལྗང་ཁུ་ལ་འཐིམ། ད། རྗེ་བཙུན་སྒྲོལ་མ་འཇང་དགུ་ལ་འདེམས། ད་དེ་ནས་རྗེ་བཙུན་སྒྲོལ་མ་འཇང་དགུ་ལས་སྐོར་ལས་འོད་ཟེར་དཔག་ཏུ་མེད་པ་བྱུང། འོ་སེམས་ཅན་གྱི་གྲངས་དང་མཉམ་པའི་འོད་ཟེར་འཕྲོ། འོད་ཟེར་རེ་རེ་གི་ནང་ལ་རྗེ་བཙུན་སྒྲོལ་མ་རེ་རེ་ཡོང་ནས། སེམས་ཅན་རེ་རེ་ལ་རྗེ་བཙུན་སྒྲོལ་མ་རེ་རེ་ཞུགས་ནས། ད་དེ་ག་རེ་ཚལ་སོང་ན་ཅིག་སྤྱི་བོ་ལས་མར་ཞུགས་ཏེ་མར་ལུས་ཀྱི་བརྟེགས་པ་དང་སྐུའི་བྱིན་རླབས་དབབ། འདྲེན་པས་ཐད་ཀར་སླེབས་ཏེ་མར་སྔགས་བཏེགས་པ་དང་ནས་སྲུང་གི་བྱིན་རླབས་ཐོབ། སྙིང་གའི་དེ་ག་ལས་སླེབས་པའི་སྐབས་སུ་ལ། ན་ཡིད་ཀྱི་སྡིག་པ་མ་རིག་པ་དག་ནས་མཐུ་བུ་བྱིན་རླབས་ཐོབ་ནས་ཨ་ནི་སོ་སོ་གི་གར་ཟས་སོང་ན་ཅེས་བརྟག་རང་གི་སེམས་དང་རྗེ་བཙུན་སྒྲོལ་མ་དེ་ངོ་བོ་དབྱེར་མེད་དེ་ཕྱིར་ནས་ཨ་ནི་སོ་སོ་ལུས་ངག་ཡིད་གསུམ་དང་རྗེ་བཙུན་སྒྲོལ་མའི་གང་སྐུ་གསུང་ཐུགས་སུ་ངོ་བོ་དབྱེར་མེད་དེ་ཕྱིར་སོང་བསམ་པ་ཅི་ལྟར་དེ་ནས་དེ་ཟ་ཞིག་བསམ་མོ་དང་དེ་ནས་བཞག་ཨ་ད་དེའི་ཕྱི་ལ་གར་ཟས་ན་ཨ་ནི་སོ་ད་སྒྲོལ་མ་ཉེར་གཅིག་ལ་སོགས་པའི་སོར་འདེབས་འོ་དེ་ནས་ཆེ་གཏོང་ཡ་ཡོད་ན་འགྲིག་རེད་ད་ཆེ་གཏོང་སོར་འདེབས་དེ་སྔོན་ལ་གཏོང་ན་འགྲིག་གི་རེད་ཅེས་སྤྱན་འདྲེན་བྱེད་ཡ་ནས་ཨ་ད་དེ་ནས་ཆེ་སོགས་མ་ལ་བཏབ་ཚ་དྲིན་པ་ཆེ་ལ་ཨ་ནི་ལྷོད་ལྷོད་བྱས་ནས་ཅིག་བསམ་མོ་དང་ནས། ད་དེའི་རྗེས་ལ་ཅིག་སེམས་ཅན་ཐམས་ཅད་དང་སངས་རྒྱས་དགོངས་པ་ཐོབ་པར་བྱའོ་སྙམ་པའི་བློ་ཡང་ནས་ཡང་བསམ་དང་ཡང་ཨང་ད་ག་ན་ཞིང་ག་ཨང་ད་ག་ན་ཞིང་ད་དེ་འདྲའི་ཅིག་སྟེ་ཟེར་ཅིག་ད་དེ་འདྲའི་ཅིག་ནི་སོ་སོའི་ལུས་ངག་ཡིད་གསང་ལ་རྗེ་བཙུན་སྒྲོལ་མའི་སྐུ་གསུང་ཐུགས་སུ་ངོ་བོ་དབྱེར་མེད་དུ་གྱུར་བྱུང་བསམ་པ་ཅན་ཅིག་དཀར་དམར་ཁ་ཞེས་བྱ་བ་སྟེ། ད་དེ་ནས་དེའི་རྗེས་ལ་ཨ་ན་ད་དེ་ལྟ་བུའི་གི་ཅིག་གསོལ་བ་འདེབས་མཁན་གྱི་སོ་སོ་རང་ཉིད་དང་གསོལ་བ་འདེབས་སའི་ཡུལ་གྱི་རྗེ་བཙུན་སྒྲོལ་མ་དང་གསོལ་བ་འདེབས་པའི་གི་བྱ་བ་དང

བསམ་བཏང་བ་ཡིན་ན། ཨན་དེ་གར་ཟེར་སོང་ན་ཀོར་སོ་མི་དམིགས་པའི་རྩིས་ཟིན་པའི་གནས་སུའང་མ་རུང་དེ་བར་དུ་ཆགས་ཀྱི་ཡོད་བ་སོང་ད་ད་དེ་བས་མ་ཟེར་བའི་གལ་ཆེན་པོ་ཆགས་ཏེ་ཡོད་དེ་འདྲ་ཡིན་པ་སོང་ད་ད་དེ་དང་གི་གར་ཟེར་སྐྱབས་འགྲོ་སེམས་ཀྱི་སྐྱེ་བ་ནས་ཟེར་ནས་ངོ་མ་ནམ་འོ་དེའི་བར་དེ་ལ་གར་ཟེར་ན་ཡིན་ཞིག་གི་ཚོགས་ཆེ་ད་ད་ད་སྟོང་པ་ཉིད་བསམ་བཏང་ཡོད་དེ།

ད་དེའི་སྒང་ལ་དེ་ལྟ་བུའི་གསོ་བ་འདེབས་སའི་གི་ཡུལ་དང་གསོ་བ་འདེབས་པ་པོ་དང་འདེབས་པའི་གི་བྱ་བ་ཚང་མ་དེ་རྟེན་ཅིང་འབྲེལ་བར་འབྱུང་བའི་སྒོ་ནས་ཡོད་པ་སོགས་ན་དེ་ཚོ་བདག་ཏུ་མ་བཀྲལ་བ་རེད་བསམ་ཡང་བསམ་བསམ་དང་ཡང་དེ་ཡེ་ཤེས་ཀྱི་ཚོགས་ཆགས་ཀྱི་ཡོད་རེད་ཞེས་དང་དེ་ལྟ་བུའི་གི་དང་ཚོགས་གཉིས་ལ་བརྟེན་ནས་ནི་ག་རེ་ཡོང་སྐོར་བྱས་སོང་ན་བསོད་ནམས་ཚོགས་ལ་བརྟེན་ནས་གཟུགས་སྐུའི་གི་ལག་ཆེན་འཇོག་ཡ་ཨ་ནི་ཡེ་ཤེས་ཀྱི་ཚོགས་ལ་བརྟེན་ནས་ནི་ཆོས་སྐུའི་གི་ལག་ཆེན་འཇོག་ཡ་དེ་ལྟ་བུའི་གཉིས་ཚེ་ཚོགས་གཉིས་པའི་ཟུང་དུ་འབྲེལ་བ་ལ་བརྟེན་ནས་ཟུང་འཇུག་རྡོ་རྗེ་འཆང་བའི་གོ་འཕང་ཐོབ་ཡ་འོ་ད་དེ་འདྲའི་གི་ལག་ཆེན་མང་པོ་འཇོག་གི་ཡོད་པ་སོང་ད་ད་མདོ་སྟོང་སྙིང་པོ་དེ།